རྫ་བྱང་རྩེ་བའི་ས་མཁན་གྲོགས་པོ་རྣམ་པ་ཁྱེད་ཚོ་བདེ་མོ་ཡིན་ན་ང་བཟང་གཉེན་འབུམ་དགའ་བཟང་རྒྱ་མཚོ་ཡིན། དེ་རིང་ཨ་ཕོ་ལུག་རྫི་ཕྲེང་ཐག་ལ་ཁ་མུ་མཐུད་དུ་རྩོམ་པ་པོ་རང་འདྲ་ལག་ཁར་བརྩམས་ནོ་གི། ཐོག་མི་བསམ་པོ་བཀྲིས་མཛད་རྗེས་ལས་བརྩམས་པའི་རྟོགས་བརྗོད་ཀུན་ཏུ་བཟང་བོ་དེ་ཀིར་ཆེ་བ་འདི་སྒྲོག་འདོན་མཛད་རྒྱུ་ཡིན། ཨ་ཕོ་ལུག་རྫི་ཕྲེང་ཐག་སྟེང་གི་ལེའུ་བསྐྱུར་དགོས་བ། ལེའུ་དགུ་བ། རྒྱལ་བས་ཁྲིམས་སྲོལ་བཙུགས་པ་དང་ཐོག་མའི་མཛད་པ་ཐ་མ་བསྟན་པའི་སྐབས། རྒྱལ་པོ་སྲོང་བཙན་སྒམ་པོས་ཡི་གེ་ལ་བརྟེན་ནས་བཀའ་ཡི་ཡི་གེ་དཀྲུགས་དང། ལྷ་ཆོས་དགེ་བ་སྤྱི་དང་མི་སྤྱི་གཙང་མ་བཅུ་དྲུག་གི་ཁྲིམས་བཅས་ཏེ་བོད་ཁམས་གང་དུ་ཁྱབ་བསྒྲགས་བྱས་ཤིང། སྐྱི་རྟ། སྐྱི་ལོ་དྲུག་བརྒྱ་བདུན་ཁྱི་ལོར། བསམ་སྒྲུབ་ཁྱི་སྐྱིའི་ཕོབ་དྲངས་ནས། ལྷོ་ཧོན་ཐོག་མི་བསམ་པོ་བྲག་སྐུ་ཞགས་པའི་མཛད་པ་བསྟན་པའོ། བོད་ལ་ཡི་གེ་འབྲི་བའི་སྲོལ་དར་བ་དང། ཐོག་མི་ལོ་ཙཱ་བའི་བཀའ་བསྟན་དབྱུག་ཏུ་བསྒྱུར་བ་དང་བསྟུན་ནས། བོད་འབངས་རྣམས་རང་དབང་མེད་པར་ཐོག་མི་ལོ་ཙཱ་བར་གློ་བ་ཉེ་ཞིང། ཐོག་མའི་མཛད་པ་ལ་རྗེས་སུ་ཡི་རང་བྱེད་པ་དང། བོའི་ལ་ཧྲི་བོ་ན་ཐོ་མི་སམ་པོ་ཏྲ་ཡང་དེ་ཡིན། ལྷོ་དཔོན་ཐོ་མི་ཡང་དེ་ཡིན། ལོ་ཙཱ་བ་ཡང་དེ་ཡིན་ན། དེ་ནི་ངེས་བར་དུ་རང་རེའི་རྒྱལ་བོ་ལས་ཀྱང་ལྷག་གོ། རྗེ་ཡི་བྱ་བ་ཀུན་ལོན་གྱིས་བྱས་སོང་ཞེས་བསྒྲགས་བཞིན་འདུག། དུས་དེར། རྒྱལ་བོ་སྲོང་བཙན་སྒམ་པོས་ཐོ་མི་རང་གི་གམ་དུ་བས་ཏེ། ན་རེ། སློབ་དཔོན་ལགས། སྤར་རྒྱུད་ཀྱི་མངའ་ཁོངས་ན་ད་ལྟ་རྒྱུད་ཡི་ཤེས་བག་ལོན་གྱིས་བྱས་སོང་ཟེར་བའི་གཏམ་ཡོན་རོགས་བཞིན་ཡོད་ན། ད་ནི་བོད་ཀྱི་རྒྱལ་ཁམས་ལ་ཁྲིམས་བཅའ་ཡི་དུས་ལ་སླེབས་འདུག། སྔར་བོད་ལ་ཁྲིམས་མེད་པས་དབུལ་ཞིང་ཕོངས། ད་ཡང་ཁྲིམས་མེད་ན་བོད་རྣམས་སྡུག་བསྔལ་བར་གྱུར་བས་ཁྲིམས་ཇི་ལྟར་བྱས་ན་ལེགས་པའི་སྨྲེ་སྔགས་རྩོད་ཅིག། ཅེས་བཀའ་སྩལ་བ་ན། ཐོག་མི་ན་རེ། ཀྱེ་རྒྱལ་པོ་ལགས། བོད་འབངས་རྣམས་དེ་ལྟར་སྨྲ་ན་རྒྱལ་བས་འབངས་མི་ཐུབ། ད་ནི་རྒྱའི་ཁྲིམས་ཡིག་ཆེན་པོ་བཟོ་དགོས་པར་འདུག། ཁྲིམས་ལ་ལྷ་ཁྲིམས་དང་མི་ཁྲིམས་གཉིས་ཡོད་པས། ལྷ་ཁྲིམས་ནི་ལྷ་ཆོས་དགེ་བ་སྤྱི་ལ་དཔེ་བླངས་ཏེ་ཁྲིམས་ཆེ་ཞིག། མི་ཁྲིམས་ནི་མི་ཆོས་གཙང་མ་ཅི་རིགས་ལ་དཔེ་བླངས་ཏེ་ཁྲིམས་ཆད་ཞིག། བོད་ཡུལ་རི་ཁྱིམ་དུ་བྱས་ཏེ་ཁྲིམས་ཆད་ཞིག། ཡུལ་གྱི་དབང་རིས་སུ་བསྐྱལ་ཏེ་ཁྲིམས་ཆད་ཞིག། རྒོལ་དབྱུང་གི་དབྱེ་བ་བྱས་ཏེ་ཁྲིམས་ཆད་ཞིག། ཡིད་དབུས་འཛིན་པའི་ཁྲིམས་ཆད་ཞིག། འཐུས་ཚོགས་མཚམས་སྲུང་བའི་ཁྲིམས་ཆད་ཞིག། ཁྲིམས་མེད་ན་རྒྱལ་འབངས་ལ་ཉེས་བྱས་ཤིན་ཏུ་མང། ཁྲིམས་འཆའ་བ་ལ་ཁ་དྲག་པ་མ་བསྐྱང་བ། བྱམས་པ་ཡིས་མི་ཆད་པ་དགེ་བས་དེ་ལྟར་ཆད་ཞིག།

སྐུའི་ཕོ་ཉ་རིམ་པ་དང་བོ་དང། ཡང་བྱ་དབུགས་ས་ཚུགས་དང། གྲངས་དང་བྱུང་བ། བྲག་རིམ་སྟོད་མལ། གཙང་སྟོད་གཙང་མལ། རླུང་ཤུལ་སྣམ་པོ། འཕན་ཡུལ་སྟོང་སྡེ། ཉང་རུ་གྲོམ་པ་བཅས་སུ། སྐུའི་ཕོ་ཉ་རིམ་པ་གཉིས་པ་དང། ཡང་ཤིང་དང། ལེབ་བྱི་དང། ཡོང་བ་ཆེ་ཆུང། བྱ་རྐང་སྡེ་གསུམ། སྣ་ར་ཆག་གོང། འདམ་སྐུད་དཀར་མོ། མདོ་ཁམས་མདོ་སྐྱིན་བཅས་སུ་སྐུའི་ཕོ་ཉར་རིམ་པ་གསུམ་པ་བཏང་བ་ན། དབང་རིས་སོ་སོའི་མངའ་བདག་དང་རྒྱལ་འབངས་དང། གཞན་ཡང་རིས་ཁུ་དང་ཉག། སྐུ་རིང་སྡེར་ལྔ། འགོས་དང་སྣུབས། གྲངས་རྒྱས་འཕར་ལྔ། སྣ་ནུབ། ཚེ་སྤོང། འགྲོ་དང་ཆུང་བོ། འབྲི་དང་ཞུགས་མཚམས། སྒྲོ་དང་རྨ། འགྲོ་དང་བདེ། ཨ་རི་དང་ཨ་ལེ། བྲན་ཀ་དང་ཨ་པེ་དང། འབྲང་དང་འཁྱག་ཤ་དང་ར། རྒོད་སྟོང་འདིའི་སྐྱེ་བོ་རྣམས་ཕོ་བྲང་པོ་དལ་འཛོམས་པ་དང། རང་རང་གི་དབང་ཐང་ལྟར་གདན་བཀོད་པ་ཉིད་ལ་གཞིགས་ཏེ། སེང་གེས་རྣམ་པར་བྱང་བའི་ཁྲི་ལ་བཞུགས་པའི་རྒྱལ་པོའི་ཞལ་རས་སུ་ཡང་ཡང་བལྟ་བར་བྱེད་དོ། དུས་དེར་རྒྱལ་པོ་སེང་གེས་རྣམ་པར་འགྱིང་བའི་ཁྲི་ལ་གསེར་འདུག་བྱས། མེ་ཏོག་མ་དག་གིས་རྒྱལ་པོའི་སྐམ་མདུན་དུ་མེ་ཏོག་པད་འདྲ་རི་ཀ་དང། ཙམ་པ་ཀ་དང་མྱ་ངན་མེད་དང་ཁྱི་སྐྱེས་དང་བ་ཀི་ལ་དང། སེར་ཆེན་དང། ཀི་མི་ཏཱ་ལ་སོགས་པའི་ཕྲེང་བ་ཕུལ། དྲི་ཆུ་མ་དག་གིས་ཙན་དན་གྱི་ཁྱི་དང། པའི་ཁྱི་དང་ཡན་ལག་བརྒྱད་དང་ལྡན་པའི་ཁྱི་ཡིས་ཆག་ཆག་བཏབ། གཞན་ཡང་སྡིག་པའི་མ་ལ་སོགས་པས་ཙན་དན་དང་ཨ་ཀིར་དང་ཅི་ཀོང་དང་ཀ་ཀོ་ལ་དང་ཤིག་པ་དང། རྒྱལ་སྤོས་ལ་སོགས་སྡིག་པའི་དུད་སྤྲིན་ནམ་མཁའ་འགང་བར་བྱས་སོ། དེ་ཚེ་རྒྱལ་པོ་སྲོང་བཙན་སྒམ་པོའི་སྤུར་རྒྱལ་གྱི་མངའ་ཁོངས་སུ་ཁྲིམས་བཅས་པའི་རིམ་པ་འདི་ལྟར་ཏེ། དེ་ཡང་ཁྲིམས་ཡིག་ཆེན་པོའི་སྤྱི་སྒྲིག་བཀོད་པ་ནི། ཁྲི་རྩེ་འབུམ་བཞིར་གྱི་ཁྲིམས། འབུམ་གསེར་ཏོག་ཤ་བ་ཅན་གྱི་ཁྲིམས། རྒྱལ་ཁམས་དཔེ་བླངས་ཀྱི་ཁྲིམས། མདོ་བློན་ཞིབ་དཔྱོད་ཀྱི་ཁྲིམས། དབང་ཆེན་བཅས་ཀྱི་སྤྱི་ཁྲིམས། ཁ་བསོ་གནང་བའི་ཁྲིམས་དེ་དྲུག་གོ། དེ་ལ་ཐོག་མར་སྤུར་རྒྱུད་དབུ་ཡི་འདི་དབུ་རུ་དང་གཡོ་རུ་དང་གཡས་རུ་དང། རུ་ལག་དང་སྲིན་པོའི་རུ་དེ་ཨ་རུ་ཆེན་སྔར་བྱས། ཡང་དབྱི་རུ་ཤོད་ཆེན་ཕོ་བྲང་སྣ་ཆའི། ཡར་ལུང་སོགས་ཁ། ཡར་འབྲོག་རྐང་ཁྱིམ། ཁྱི་རྔ་ཁྱང་ཡུལ། བྱ་འུག་ས་ཚིགས། བྲང་དང་ཤོང་བ། བྲག་རིམ་སྟོད་སྨད། གཙང་སྟོད་གཙང་སྨད། ཀློང་ཤུན་སྣམ་པོ། འཕན་ཡུལ་སྟོང་སྡེ། ཉུང་ངུ་གྲོམ་པ། ཤང་དང་གླེ་ཤི། ཡིང་བ་ཆེ་ཆུང། བྱ་གཡང་སྡེ་གསུམ། རྣམ་ར་འཁྱག་པོ་འདམ་ཤུལ་དཀར་མོ། མདོ་ཁམས་མདོ་ཆེན་ཏེ། ཨ་རི་ཆེན་པོའི་རྔ་དེ་ཡུལ་གྱི་དབང་རིའི་རྣམ་པ་བཅུ་བརྒྱུད་དེབ་དགེ་ཡང་རི་ཆེན་སོ་སོར་སྟོང་སྡེའི་སྐྱི་རེ་དང་སྲིན་པོའི་རི་ལ་སྐྱི་གཅིག། ཞང་ཞུང་སྟོད་མི་ལ་སྐྱི་རེ་ཞེས་པ་རྣམ་པས་རྒོད་ཀྱི་སྟོང་སྡེའི་དྲུག་སྐྱི་རེ་གཅིག། གཡང་གི་མུར་སྡེ་ལ་ཁང་དང་ཡང་ཁང་གཉིས། གཡས་ཀྱི་མདུན་ས་འཛིན་པ་ལ་ཞང་གསུམ་དང་བློན་གཅིག། མཐའི་སོ་མཚམས་སྲུང་བ་ལ་དཔར་སྡེ་གསུམ། དེའི་དྲུག་ལ་སྤུར་རྒྱལ་གྱི་ཁའི་དྲུག་ཅེས་མིང་བཏགས་ཤིང། ཡང་བཀའ་གྲོས་དྲུག་ཡིག་ཚང་དྲུག། གོས་ཕྱག་རྒྱ་དྲུག་སྐྱིན་དྲུག། དཔའ་མཚན་དྲུག་རྣམས་བསྣམས་པའི། ཁའི་སོ་དྲུག། དེ་རྣམས། བཀའ་ཁྲིམས་དང་བོའི་ཁོངས་སུ་གཏོགས་པར་མཛད། འབུམ་གསེར་ཏོག་ཤ་བ་ཅན་གྱི་ཁྲིམས་ལས། བྲེ་ཧྲང། ཕུད་ཁྱུར། ཞོ་སེ་ཧྲན་སོགས་བཀར་བཏགས། གཞང་ཁམས་སྐོར་ལུང་གི་ཁྲིམས་འདིས་དགྲ་འདུལ་ཞིང་གཞང་ཁམས་བདེ་བ་ལ་བཀོད། ནང་གི་ཚེ་མཛད་ཀྱང་འབངས་འཁོར་སྐྱོང། དམ་པའི་ཆོས་མཛད་པ་དེ་མཛད་པ་གསུམ། ཆོས་གནོད་མིན་ལ་མི་བྱེད། གསང་སྔགས་ནོར་དུ་མི་གཏོང། རྔམ་པ་མི་བསྟོད་པ་དེ་མི་མཛད་པ་གསུམ། དཔའ་བ་སྟག་གིས་བསྟོད། འཛིང་བ་ཡིག་ཚང་གིས་བསྟོད། ལེགས་པ་བྱ་དགའི་བསྟོད་པ་དེ་བསྟོད་པ་གསུམ། སྡར་མ་དབའ་བཞིའི་སྨད། རྔམ་པ་ནན་ཏིར་གྱི་སྨད། ཉེས་བྱས་ཁྱབ་པའི་སྨད་པ་དེ་སྨད་པ་གསུམ། ལུས་དཀྱིལ་ཕ་མ་མི་ནུར། མཁྱེན་བརྩེ་བུ་མི་ནུར། གཟའ་གྲོགས་མི་ནུར་བ་སྟེ་མི་ནུར་བ་གསུམ་ལ་རྒྱལ་ཁྲིམས་བཅོ་ལྔ། ཕྱོགས་མི་སྐྱོད་པའི་ཁྲིམས་བྱིན་སྟོང་དང་གསོན་སྟོང། མ་བྱིན་མི་ལེན་པའི་ཁྲིམས་དཀོན་མཆོག་གི་ནོར་བསྐྱིས་ན་རྒྱབ་འཇའ། རྒྱལ་བོའི་ནོར་ལ་རྒྱལ་གྱི་འགྱེལ། འབངས་ནོར་ལ་རྒྱལ་འགྱེལ། ལོག་པར་མི་ཡིན་པའི་ཁྲིམས་སྨན་འགྱེལ་དང་ཞི་འཁྱིལ། རྫུན་སྤོང་བའི་ཁྲིམས་ལྷ་སྲུང་དབང་དུ་བཞག་སྟེ། ན་སྒོག་པ། ཆང་ལ་ཚོད་ཟིན་པ། ཁང་མི་ལྡོག་པ། བང་སོ་མི་འབྲི་བ་དེ་བདུན་ལ་ཁྲིམས་ཆེན་བདུན། ཕ་མ་ཕ་མར་འཛིན། དགེ་སྦྱོང་དགེ་སྦྱོང་དུ་འཛིན། བྲམ་ཟེ་བྲམ་ཟེར་འཛིན། རིགས་ཀྱི་རྒན་རབས་བཀུར་བ། བྱིས་པ་དྲིན་དུ་བཟོ་བ། གཞན་ལ་ངན་གཡོ་སྤང་བ། གཞན་ཡང་དཀོན་མཆོག་ལ་དད་པས་མཆོད། ཕ་མ་ལ་བཀུར་སྟི་བྱ། དྲིན་ཅན་ཡིད་མི་བསྐྱིད། མཐོན་པོ་ལ་མི་རྒོལ། ལས་སྤྱོད་ཡ་རབས་དང་བསྟུན། ཆོས་དང་ཡི་གེ་ལ་འཇུག། སྒེར་སྡུག་གི་སྤང་བླང་ལ་འགྲིམ། བསམ་ངན་མི་བྱ་བར་ཕན་འདོགས། ཅི་བྱེད་དྲང་བོར་བྱེད། སྲས་དང་ཆང་ལ་ཚོད་ཟིན་བྱ། སྐྱིན་པ་བུ་ལོན་དུས་སུ་བཞེས། བྲེ་ཧྲེང་སོགས་ལ་གཡོ་ཟོལ་སྤང། མ་བཅོལ་བའི་ལས་ལ་ཁ་མདོག་སྤང། སྒྱུར་ཁ་སྐྱེ་བར་བྱ། སྣ་དང་དམ་བཞག་ལ་གནས་པ་སོགས། མི་སྐྱེ་གཙང་མ་བཅུ་དྲུག་དང་བུ་ཁྲིམས་ཉི་ཤུ། སྐྱི་ཤོད་ཤོ་མ་རུ་གཏན་ལ་ཕབ། ཁ་དྲག་བཞིན་གཉིས་བརྩོད་ན་དྲག་པ་མ་བསྐྱང་ཞིང། བྱམས་པ་ཡིས་མི་ཁྱིད་པར་སྤྱོད་པ། མདོ་ལོན་ཞིབ་བྱེད་ཀྱི་ཁྲིམས། ཡང་སྔོན་བྲམ་ཟེ་དབྱུག་པ་ཅན་ཟེར་བ་ཞིག་ཡོད་པ་དེས་ཁྱིམ་བདག་གི་གླིང་གཡར་ནས་སྟོད་དུ་ཕྱིན་པས། ཁྱིམ་བདག་གིས་ར་བར་བཏང་སྟེ་ཇི་ཡང་མར་མེ་བར་བསློགས། ཁྱིམ་བདག་གིས་གླིང་སྐྱེལ་ཡོང་བ་མཐོང་ཡང་མ་བརྟགས་པས། གླིང་ཕུག་ཅེས་སྒོ་ལས་ཐོན་ཏེ་གཏོར་བ། རྒྱལ་བོ་མེ་ལོང་ལ་ཤེད་རྐྱེན་བྱས་པས། བྲམ་ཟེ་གླིང་བཏང་ཡོད་ཀྱིས་མར་མེ་བར་སྐྱེས་ཆོད། ཁྱིམ་བདག་གིས་མ་བརྟགས་པའི་ལག་པ་དྲག་པར་དཔེར་བལྟས་ཏེ། ཉི་དགའ་ལམ་པ་ལ་ཁྱབ་པ་གཉིས་མཉམ་དུ་སྤྱོད་པ་དབང་ཆེན་ཅན་གྱི་སྤྱི་ཁྲིམས། ཉི་དགའ་བདེ་ན། སྔོན་ཁྱིམ་བདག་གཅིག་གི་བུ་ཆེས་ཆེར་བ་རི་གྲོང་གི་ཁྱིམ་བདག་གཞན་ཞིག་གིས་རྙེད་དེ་རང་གི་བུར་བསྲེས། རྒྱལ་པོར་ཞལ་གཅེས་ཞུས་པས། གཉིས་ཀས་རེས་མོས་སུ་བསྲེས་ཏེ། བོད་མི་རེ་ལོངས་ལ་བོད་བྱུང་ན་ཚོ་ཚིས་ཁྱེར་ཅིག་ཅེས་ཞལ་གཅེས་བཅབས་པ་ལྟར། སྡེ་གཉིས་དགག་གསུམ་དུ་སྐྱོད་པ་ཁ་གསོ་གནང་བའི་ཁྲིམས་ཏེ། དེ་ལྟར་ཁྲིམས་ཆེན་མོ་དཀྲུགས་གཏན་ལ་ཕབ་པ་ན། སྔར་རྗེ་ཡི་ཞལ་བག་བློན་གྱིས་བྱས་སོང་ཟེར་བའི་བློན་པོ་དེ་དག་ཁ་བསྐྱངས་ཤིང་ཕྱིན་པའི་གཉའ་ཡང་བདར་བཞིན་འདུག་གོ། སྐབས་དེར་དཔར་སྡེ་གསུམ་སྟེ། སྟོད་ཀྱི་དཔའ་བོའི་སྡེ། སྟོང་སྐུ་འགྲོ་དང་ཁྱུང་དང་མགར་དང་གནམ་དང། གཉན་ལ་སོགས་པ་རྒྱལ་བུ་མདུན་ལ་བསྐྱལ་ཏེ་གཤེགས་ཤིག། པུས་མོ་སར་བཙུགས་ཏེ་ངེས་ཀྱི་སྟོད་ཀྱི་དཔའ་བོའི་སྡེ་སྟག་གི་བླ་རེའི་ཕུབ་བྱེད། ཡིད་ལྟ་ཟབ་པའི་ཁྲག་རྡུང་ལ་ཞུགས་ཏེ། བསྒྲལ་མ་ཐུབ་ཕན་ཆད་ཕྱིར་མི་ལྡོག་པའི་མནའ་བྱེད། སྟོད་ཀྱི་བྲག་གི་ཁྱབ་འོག་ཏུ་བསྡུ་མ་ཐུབ་ཚེ་རང་རེའི་སྟོད་ཀྱི་དཔར་སྡེ་མིན་པའི་རྟགས་ཞེས་སྲོང་བཙན་གྱིས་འདི་ནས་བྲག་གི་ཁྱམས་འོག་ཏུ་འཇུག་པའི་གཏམ་བསྐྱེལ་རྗེས་ཕྱིར་རང་རང་གི་གནས་སུ་འཁོད་དོ། ཡང་དུས་དེར་བར་གྱི་དཔར་སྡེ། སྟོང་ཤོན་ནག་ཤོན་ཟེར་བ་དེ་རྒྱལ་བོའི་སྐུ་མདུན་དུ་བསྐྱལ། རྒྱལ་བོ་ལ་ཡན་ལག་ལྔ་ཀ་སར་གཏུགས་ཏེ་གཤེགས་ཞེས་པུས་མོ་སར་བཙུགས་ཏེ་བྱེ་བ། ཅན་རྒྱལ་པོ་ཆེན་པོ་ལགས། ཁོ་བོ་བར་གྱི་དཔའ་བོའི་བདེ་ལག་ཏུ། རི་མོ་ཅན་གྱི་རལ་གྲི་འཆང། ཁྱི་ཁའི་སྲས་སྲ། ཚེ་ལག་རྒྱབ་ཏུ་བཅོན། རང་རེའི་དཔུང་གི་བར་གྱི་དམིགས་པོ་འགྱིང་འཆམ་ལ་མ་ཕོབ་ཚེ། བར་གྱི་དཔའ་བདེ་མིན་པའི་རྟགས། ཞེས་འགྱིང་བའི་ཆབ་འོག་ཏུ་འཇུག་པའི་གཏམ་བྱས་རྗེས་ཕྱིར་རང་གི་གདན་དུ་འཁོད་དོ། ཡང་སྐབས་དེར།

ཆབ་འོག་ཏུ་འཇུག་མ་ཐུབ་ཚེ་སྨད་ཀྱི་དཔར་ལྡེའི་མུན་པའི་རྟགས། ཞེས་ཨ་ཤྭ་ཆབ་འོག་ཏུ་འཇུག་པའི་གཏམ་བཅས་ཏེ་ཕྱི་རང་གི་གདན་དུ་འཁོད་དོ། ཡང་དུས་དེར། ཞང་གསུམ་གྱི་སྟོང་བུ་འགྲོ་བྱ་བ་དེ། རྒྱལ་བོའི་སྐུ་མདུན་དུ་བསྐྱལ་ཏེ། བཙན་པོར་གཤེགས་ཚར་རྗེས་གསོལ་བ། ཅེས་རྒྱལ་པོ་ཆེན་པོ་ལགས། གཙང་སྟོད་ཀྱི་ཞིང་བློན་བདག་གིས་བགྱིས་ཏེ། བཙན་པོའི་སྐུ་བྱང་གི་བྱ་བ་ཁོ་བོས་བྱེད་དོ་ཞེས་གསོལ་རྗེས་ཕྱིར་རང་གི་གདན་དུ་འཁོད་དོ། ཡང་བྱང་གསུམ་གྱི་ཉེ་བ་ཁྱིམ་བྱ་བ་དེ་རྒྱལ་བོའི་སྐུ་མདུན་དུ་བསྐྱལ་ཏེ་ན་རེ། ཀྱེ་རྒྱལ་བོ་ལགས། སྨད་ཀྱི་སྟག་པོའི་ཞིང་བློན་ཁོ་བོས་བགྱིས་ཏེ། བཙན་པོའི་སྐུ་བྱང་གི་བྱ་བ་བདག་གིས་བགྱིའོ་ཞེས་གཏམ་བགྱིས། དེ་མ་ཐག་བྱང་གསུམ་གྱི་སུམ་པ་སྣ་ནམ་ཡང་ཡར་ལངས་ཏེ། རྒྱལ་པོའི་ཞབས་ལ་ཕྱག་འཚལ་ཏེ་གསོལ་བ། ཀྱེ་སྤྲེལ་བའི་རྒྱལ་པོ་ཁྱོད། ལྷོ་ཁའི་ཞིང་བློན་བདག་གིས་བཅས་ཏེ། བཙན་པོའི་སྐུ་བྱིང་གི་བྱ་བ་ཁོ་བོས་བྱེད་དོ་ཞེས་སྨྲས། ཡང་བློན་པོ་སྦས་བྱ་བ་ཡར་བླངས་ཏེ། ཀྱེ་ལྷ་ཆེན་པོ་ལགས། དབྱིག་གི་གདན་ས་འཛིན་པའི་བློན་པོ་ཁོ་བོས་བྱས་ཏེ། བཙན་པོའི་བློན་ཆེན་གྱི་བྱ་བ་ཁོ་བོས་བྱེད་དོ་ཞེས་སྨྲས་ཏེ་རང་གི་གདན་དུ་འཁོད་དོ། དེ་ལྟར་དཔའ་སྡེ་གསུམ་དང། བྱང་སེམས་བློན་གཅིག་གིས་རྒྱལ་པོའི་སྐུ་མདུན་ནས་གཏམ་བྱས་པ་ན་དེར་འདུས་པའི་འབངས་མི་ལས་མཐོ་ཞིང་གྲགས་པ་ཅན་རྣམས་ཞེན་པའི་གཉའ་འདར། དམའ་ཞིང་ཞེན་པ་རྣམས་ཁོང་ནས་སྤྲོ་བ་འཕེལ། ཐོག་མ་ཉམས་པ་རྣམས་རྒྱལ་བོར་གཏོང་བ་སྐྱེ། རྒྱལ་བློན་ཀུན་གྱིས་དེ་ལ་ཕྱག་རྗེས་བཏབ་པ་ན། དཔའ་མཛངས་ཁྲི་བདུན་གྱི་བློན་འབངས་དག་གིས་བཙན་པོ་མཐའ་ནས་བཀུར། ཐོག་མའི་སྙན་པ་བརྗོད་བཞིན་བུ་རམ་དང་རྒུན་འབྲུམ་དང་ཧག་དང་སྦྲང་རྩི་དང་ཀ་ར་དང་ཤིང་ཏོག་ལ་སོགས་པའི་བཤད་རྫས་རོ་བརྒྱ་བསྡམས་པའི་གསོལ་སྟོན་བཤམ། དེ་དེར་གདོང་དུ་སེང་གེ་དང་གཡག་དང་སྟག་དང་དྲེད་དང་དོམ་དང་མ་ཧེ་དང་གླང་ལ་སོགས་པའི་བག་བཅོམ་པའི་གར་བ་རྣམས་ཀྱིས་གར་འཁྲབ། རྔ་བོ་ཆེ་དང་མཁར་རྔ་དང་བུ་དབང་དང་སྲི་སྙན་དང། དང་ཤགས་ལ་སོགས་པའི་རོལ་མོ་ཐོགས་པ་རྣམས་རྣ་བ་སྲིན་པོའི་རོལ་མོ་བྱེ་བྲག་གདོང། སྨན་ཆུ་ཨ་ཀ་ར་དང་སྤྱི་གོང་དང། སུག་སྨེལ་དང། ཀི་སྐུམ་དང་ཀ་ཀོ་ལ་དང་ཙན་ལྡན་དང་ཕྱུགས་བ་ལ་སོགས་པའི་མཆོད་སྤྲིན་རྒྱ་མཚོ་ལྟ་བུར་སྤྲས། གཞན་ཡང་བདུག་དང་རྒྱ་མཚན་དང་བ་དན་དང། ཕན་ལ་སོགས་པ་དགོངས་དུ་འཁྱེར། མེ་ཏོག་མ་དག་གིས། པན་ཏྲ་རི་ཀ་དང། མ་ལི་ཀ་དང། ཙམ་པ་ཀ་དང། མྱ་ངན་མེད་དང། བ་ཀི་ལ་དང། གསེར་ཆེན་དང། གངས་རྒྱན་བི་མ་ལ་སོགས་པའི་འཕྲེང་བ་ཕུལ་བ་ན། ཁ་བ་ཅན་གྱི་གངས་རི་ཤེལ་གྱི་མཆོད་རྟེན་འདྲ་བ་སྟེ། གངས་རི་ཆེན་པོ་དུ་སེ་དང། གྱོ་མོ་གངས་དཀར། ཉིང་སྟོད་ཧ་བུ་གངས། འབྲོག་ལ་བྱའི་གངས། རྩྭ་རི་བཀྲ། བསམ་གཏན་གངས་བཟང། གཉན་ཆེན་ཐང་ལ། ཡར་ལ་ཤམ་པོ། དམར་རྒྱུད་སྦོམ་ར་སོགས་ཀྱི་རྩེ་དང། མཚོ་སྨྲ་མོ་གཡས་མེ་ལོང་ལྟ་བུ། མ་ཕམ་དབྱིབས་མཚོ་དང། གནམ་མཚོ་ཞིག་མོ། ཡར་འབྲོག་དབྱིབས་མཚོ། ཕག་མཚོ། སྐྱེམས་མཚོ། དབུས་དུག་མཚོ། ཁྲི་ཤོར་རྒྱལ་མོ་སོགས་ཀྱི་ཀློང། ཡང་བོད་ཡུལ་ནས་འབབ་པའི་ཆུ་བོ་ཆེན་པོ་རྟ་མཆོག་ཁམ་འབུབས་དང་གླང་ཆེན་ཁམ་འབུབས། རྨ་བྱ་ཁམ་འབུབས། སངས་རྒྱས་ཁམ་འབུབས། འབྲི་ཆུ། ཆུ་བོ་གསེར་ལྡན་སོགས་ཀྱི་འགྲམ་སྟེ། མདོར་ན་སྟོད་ཁམས་གཡའ་རི་དང་གངས་རི། བར་ཁམས་བྲག་རི་དང་སྤང་རི། སྨད་ཁམས་ནགས་ཚལ་དང་ཡུལ་ལྗོངས་ཏེ། བོད་ཁམས་གསུམ་གླིང་དགུ་ཞེས་གྲགས་པའི་ལྗོངས་འདིའི་ཡུལ་གྲུ། ལེ་ལག་དང་བཅས་པར། མེ་ཏོག་གི་དྲི་བསུང་དང། བདུག་པའི་མཆོད་སྤྲིན། རོལ་མོའི་བྱེ་བྲག་གི་སྒྲའི་ཁང་བ་དང། དེ་དང་མཉམ་དུ་ས་ཡང་རྣམ་པ་དྲུག་ཏུ་དབྱེ་ཞིང།